སྔ་དྲོ་བདེ་ལེགས། དེ་ནས་ད་ཁེ་ས་ངས་སོ་སོའི་སྐད་སྒེར་ཆེན་པོ་ཡིན་པའི་སྐོར་ལ་མདོར་བསྡུས་ཅིག་ཞུས་པ་ཡིན། ད་སོ་སོའི་སྐད་ཁྱེད་རང་ཚོ་ཡིན་གཅིག་མིན་གཅིག་འཆང་གནང་དགོས་ཀྱི་ཡོད་རེད། དེ་ནས་དེའི་སྒང་ལ། དབྱིན་ཇིའི་སྐད། French། སྐད། ཨ་ནི་ནེ་པཱ་ལི་ཨ་ནི་ཧིན་དི་དེ་འདྲས་ཤེས་པ་ཡིན་ན། ཨ་ནི་ད་འདི་རྒྱན་ཆ་ནང་བཞིན་རེད། ཨ། ག་ཚོད་མ་ང་ཤེས་ནས་དེ་ཙམ་གྱི་ཡ་ག། ག་ཚོད་མ་ང་ཤེས་ནས་དེ་ཙམ་གྱི་ཡ་ག་བརྩི་གི་ཡོད་རེད། ད་དང་པོ་སོ་སོའི་སྐད་ཚང་ན། འདིའི་སྒང་ལ་ཨ་ནི་ཁར་ས། སྐད། གཞན་དག་མང་པོ་བྱང་ཐུབ་ན། ཨ་ནི་འདི་ལེགས་ཆ་རེད། ད་ཡང། ཐབས་ལོ་ཉི་ཤུ་རྩ་ལྔ་རྩ་དྲུག། སླེབས་ཚར་བའི་ཆེད་ལ་སྐད་འཆང་ཟེར་དུས། སྔོན་མ་ང་ཚོའི་བོད་པའི་ལུགས་སྲོལ་ནང་བཞིན། ལོ་ཚིམ་བྱས་ནས་སྐད་མང་པོ་འཆང་ཟེར་ཡ་དེ་དཀའ་ལས་ཁག་པོ་ཞེ་དྲག་རེད། ད། གཅིག་གིས་དཔེར་ན། ཨིན་ཇི་སྐད་བཤད་གི་ཡོད་པ་ཆ་ཤ་བོད་སྐད་བཤད་གི་ཡོད་པ་ཆ་ཤ་དེ་ནས་ཁྱེད་རང་པེ་རིས་ལ་སླེབས་པ་ཡིན་ན་དེ་ཁོ་ཚོའི་སྐད་དེ་གི་ཁོར་ཡུག་ནང་ལ་ཡོད་རེད་ཡོད་ཙང་ཁོ་རང་བཞིན་གི་བཤད་གི་རེད་དེ་སོ་སོས་ཏེ་སྟེ་བཤད་པ་དེ་ཕལ་ཆེར་ཆེ་བ་ཡིན་ན་ཁོ་རང་བཞིན་གི་བཤད་གི་རེད། དེ་ནས་ད་འཛམ་བུ་གླིང་གི། མི་མང་ཆེ་བ་བོད་སྐད་ག་རེ་བྱས་ནས་འཆང་གི་ཡོད་རེད་ཟེར་ན། ད་བོད་སྐད་འདི་སྦྱངས་པ་ཡིན་ན་ཨ་ནི་ནང་པའི་ཆོས་སློབ་སྦྱོང་བྱེད་ཡག་ལ་ཕན་ཐོགས་ཀྱི་རེད་ཟེར་ནས། རྒྱུ་མཚན་གཙོ་བོ་འདི་རེད་ད། ང་བོད་སྐད་ག་རེ་བྱས་འཆང་གི་ཡོད་ཟེར་ན། ཨ་ནི་སློབ་ཕྲུག་ཚོས་ང་འདི་འདྲ་ཟེར་གི་ཡོད་རེད་ང་ག་རེ་བྱས་སློབ་སྦྱོང་བྱེད་ཀྱི་ཡོད་ཟེར་ན་མ་འོངས་པ་ལ་ཨ་ནི་ནང་པའི་ཆོས་སློབ་སྦྱོང་བྱེད་ཀྱི་ཡིན་ཟེར་ནས། སློབ་སྦྱོང་བྱེད་ཀྱི་ཡོད་རེད། དེ་ནས།

བྲིས་པའི་ཚིག་འདི་ཚོ་ཚིག་གཏད་ཚིག་རྙིང་པ་འདི་འདྲས་ཡིན་ཙང། མཚམས་མཚམས་སྦྱིན་བདག་ཧ་གོ་ཡ་དཀའ་ལས་ཁག་པོ་ཡོང་གི་ཡོད་རེད། ཨ་ནི། དེ་ནས་ཞེ་དྲག་ཅིག་དཔེ་ཆ་བློ་འཛིན་བྱེད་ཡ་རེད་བོ་མ་གཏོགས་འདིའི་ནང་ལ་དོན་དག་ག་རེ་ཡོད་མེད་ཞེ་དྲག་དོ་སྣང་གནང་གི་ཡོད་མ་རེད། ཨ་ནི་དཔེ་ཆ་གཅིག་ཡོད་པ་ཡིན་ན། ཨ་ནི་དཔེ་རས་ནང་ལ་ཁྲིད་ཅིག་ཡར་མཐོ་ས་གཅིག་ལ་བཞག། ཨ་ནི་སྤོས་ཕུལ། མཆོད་མེ་ཕུལ་བཅས་དེ་འདྲ་ཞུ་གི་ཡོད་རེད་པ། ད་འདིའི་དོན་དག་མཁྱེན་པ་ཡིན་ན་ཨ་ནི། ད་དེང་དུས་ཀྱི་ཤེས་ཡོན་ཟེར་ཡ་འདི། ཨ་ག་རེ་ཞུ་གི་རེད་དངོས་པོ་ཡར་རྒྱས་བཏང་ཡག། དཔལ་འབྱོར་སོ་སོའི་དཔལ་འབྱོར་ཡར་རྒྱས་བཏང་ཡག་གི་ཐབས་ཤེས་མ་གཏོགས། སེམས་ལ་ཞི་བདེ་བསྐྲུན་ཐུབ་ཀྱི་ཡོད་མ་རེད། དེ་འདྲ་རེད་དེ་ནས་སོ་སོའི་སྐད་དེ་སྦྱངས་པ་ཡིན་ན་ནང་པའི་ཆོས་སློབ་སྦྱོང་བྱེད་ཡ་ལས་སླ་པོ་ཡོང་གི་རེད། ལས་སླ་པོ་ཡོང་གི་རེད། དེ་ནས་གཅིག། དངོས་པོའི་ཡར་རྒྱས་དཔལ་འབྱོར་གྱི་ཡར་རྒྱས་ཙམ་མིན་པ་ཨ་ནི་ཁྱེད་རང་གི་མཐོང་རྒྱ་དེ་ཞེ་དྲག་ཆེ་རུ་འགྲོ་གི་རེད། ཞེ་དྲག་ཆེ་རུ་འགྲོ་གི་རེད། ཁྱེད་རང་གི་མི་ཚེ་མི་ཚེ་ནང་ལ། ཕན་ཞེ་དྲག་ཐུག་གི་རེད་བསམ་བློ་བཏང་བཏང་པས་དེ་འདྲའི་ཐོག་ལ་ཞེ་དྲག་ཕན་ཐོག་ཡོང་གི་རེད་ད་ངའི་འཛིན་གྲྭ་དེ་ད་ལྟ་ད་ལྟ་དེ YouTube དེའི་ནང་ལ་བོད་ཡིག་སློབ་སྦྱོང་གནང་མཁན་ཚོ་ད་དེ་འདྲ་མི་འདྲ་ཡོད་རེད་ཁ་ཤས། བོད་སྐད་ཆང་གིས་ཁ་ཤས་དང་པོ། དཔེ་ཆ་ཀློག་ཡག་གཅིག་པོ་ཆང་གིས་ཟེར་མཁན་དེ་འདྲས་ཡོད་རེད། དེ་ནས་ཁ་ཤས། བོད་སྐད་ཆང་གིས་ཡིན་ཟེར་མཁན་དེ་འདྲས་ཡོད་རེད། ཨ། བོད་སྐད་ཆང་གིས་ཡིན་ཟེར་མཁན་དེ་འདྲས་ཡོད་རེད། ཁ་ཤས་ཡང། ནང་པའི་ཆོས་སློབ་སྦྱོང་བྱེད་ཀྱི་ཡིན་ཟེར་མཁན་དེ་འདྲས་ཡོད་རེད། ད་ལྟ་ད་སྔ་ཆོས་ཤིག། གསལ་པོ་མེད་དེ་ད་དབྱེ་བ་ཆེ་དགོས་ཀྱི་རེད་བསམ་གྱི་འདུག་ནང་པའི་ཆོས་སློབ་སྦྱོང་བྱེད་མཁན་ཚོ་ལ་འཛིན་གྲྭ་ལོག་ག་ཨ་ནི་བོད་སྐད་སྦྱང་མཁན་ཚོ་ལ་འཛིན་གྲྭ་ལོག་ག་དེ་འདྲས་ཅིག་དེ་མ་ཟད་ནེ་པ་ལི་གི་ཐོག་ནས་འགྲེལ་བཤད་རྒྱབ་དགོས་ཡ་བོད་སྐད་ནས་འགྲེལ་བཤད་རྒྱབ་དགོས་ཡ་ཨིན་ཇིའི་སྐད་ནས་འགྲེལ་བཤད་རྒྱབ་དགོས་ཡ་ད་འདི་ཨ་དབྱེ་བ་གསུམ་བཞི་ལ་ཕྱེ་དགོས་ཀྱི་རེད་བསམ་གྱི་འདུག་ད་ད་ད། ཀ་ཀ་གང་ཡག་ད་རྨང་གཞི་བྱ་མཁན་ཚང་མ་རྨང་གཞི་བྱ་མཁན་ཡིན་པ་ལ་ཆ་བཞག་ནས་ད་ད་ད་མཉམ་དུ་ཁྲིད་ཀྱི་ཡོད་རེད་པ་དེ་བྱས། དེ་ནས་ད། དེ་ནས་ང་ཚོ་ད་ག་པ་ས་ཆ་གཅིག་ལ་བསྡད་པ་ཡིན་ན། ས་ཆ་དེ་ཡི་ཚིག། སོ་སོའི་སྐད་ཀྱི་ནང་ལ་ཡ་བཅུག་ནས། ཨ་ནི་བཅུག་ཨ་ནི་འདི་འདྲའི་སྐད་ཆ་བཤད་ད་སྐད་སྐད་དེ་ར་མ་ལུག་ཆགས་ཀྱི་ཡོད་རེད་བ། ཨ་ནི། དེ་དེ་ནས་མིན། སྤྱི་ཚོགས་ཚང་མས་འདི་འདྲའི། བོད་སྐད་རྒྱལ་བས་འགོ་བཙུགས་པ་ཡིན་ན་དེ་ཁོ། སྤྱིར་བཏང་འདྲ་པོ་ཅིག་ཆགས་བྱས། དེ་ནས་ག་ལེ་ཕ་ལེ། སོ་སོའི་ཚིག་འདི་བེད་སྤྱོད་མེད་བ། ཆགས་ཡག་གི་ཉེན་ཁ་ཡོད་རེད།

དེ་ཡིས་ག་ནས་དྲག་པར་བསད་ན། རྡོ་རྗེ་གླིང་འབྲས་ལྗོངས་བཀའ་གླིང་སྤུངས་ནས་དར་ཁྱབ་བྱུང་བ་རེད། ད་ལོ་ཞེས་ང་ཚོའི་སྐད་ལ་ཡོད་མ་རེད་ཁོ་ཚོའི་སྐད་ཀྱི་ཚིག་འདི་བེད་སྤྱོད་མ་བྱས་རང་བྱས་རེད། རེད་པས་ཟེར་ན་དེ་ཡང་མ་རེད་ད། ལྷ་ས་འདི་པར་ཡིན་ན་ལོག་གི་ཚབ་ལ་སང་ཉིན་ཕེབས་ཞོག་ཨོ་གོ་ཟེར་གི་རེད་བ། ཨོ་ཀོ་སི་གི་རུ་བ་སྟེ། ཨོ་ཀོ་སི་ནི་སྐུལ་ཚིག་འདྲ་བོ་རེད་དེ། སྐུལ་ཚིག་གཅིག་མ་རེད་ཨ་ནི། སང་ཉིན་ཕེབས་གདའ་ཟེར་ན་དེ་ཡང་སྐུལ་ཚིག་རེད། སང་ཉིན། སང་ཉིན་ཕེབས་གདའ། སང་ཉིན་ཕེབས་ཨ། ཟེར་ན་ཡང་དེ་ཡང་སྐུལ་ཚིག་རེད། སང་ཉིན། ཕེབས་ཤོག་ཨོ་ཀོ་ཟེར་ན་ཡང་དེ་ཡང་སྐུལ་ཚིག་རེད། ཡང། ཁྱེད་རང་ག་རེ་ཤོག་གོ་རེད་ད་དགེ་རྒན་འདྲ་བོ་ཅིག་ཡིན་པ་ཆ་བཞག་ཨ་ནི་ཁྱེད་རང་གི་ད་ལྟ་བཀའ་མོལ་གནང་ས་འདི་སློབ་ཕྲུག་ཡིན་པ་ཆ་བཞག་ཡང་སྐུལ་ཚིག་གཅིག་ཡོད་རེད་སང་ཉིན་ཤོག་ཤིག་ཤིག་ད་ཁྱེད་རང་ལ་དབང་ཆ་ཡོད་པའི་ཆ་ནས་ཉན་མཁན་དེ་ལ་ཤིག་ཟེར་ན་འགྲིག་གི་ཡོད་སང་ཉིན་ཤོག་ཤིག་སང་ཉིན་ཤོག་ད་སང་ཉིན་ཤོག་ཨ། ཡང། སྐུལ་ཚིག་གང་ཡང་བེད་སྤྱོད་མ་བྱས་ནས་འབྲི་དགོས་སང་ཉིན་ཤོག་ཟེར་ན་ཡང་འདི་ཡང་སྐུལ་ཚིག་རེད། དེ་སོང་ཙང། ཕྱི་རྒྱལ་གྱི་ཚིག་ཅིག། བོད་སྐད་ཀྱི་ནང་ལ་སྤྲད་པ་ཡིན་ན། དེ་ཕྱི་རྒྱལ་གྱི་ཚིག་དེ་ང་ཚོའི་སྐད་ཀྱི་ནང་ལ་བེད་སྤྱོད་བཏང་ཡག། ཤུགས་ཆེ་རུ་ཆེ་རུ་ཕྱིན་པ་ཡིན་ན་ད་བོད་བོད་ནས་ཡོང་མཁན་མི་གཅིག་དང། ཕྱི་རྒྱལ་ནས་ཡོང་མཁན་མི་གཉིས་སྐད་ཆ་བཤད་པ་ཡིན་ན་མ་འོངས་པ་ལ་ཕན་ཚུན་མགོ་བརྡ་འཕྲོད་ཡ་དཀའ་ལས་ཁག་པོ་ཡོང་སྲིད་ཀྱི་རེད། དེ་འདྲ་ཡོང་པ་སོན་ཙང་ཕྱི་རྒྱལ་གྱི་ཚིག་རྩ་བ་ནས་བེད་སྤྱོད་གནང་གི་ཡོད་མ་རེད།

ཁོང་ཚོ་བལ་ཡུལ་ལ་འགྲོ་སོང། ཁོང་ཚོ་བལ་ཡུལ་ལ་འགྲོ་སོང། ལབ་བས་ན་ང་ཚོ་དོན་དག་ལ་ཧ་གོ་གི་ཡོད་རེད་དེ། ཨ་འདི་ནོར་འཁྲུལ་རེད་ད། ཁོང་ཚོ་བལ་ཡུལ་ལ་འགྲོ་སོང་ལབ་བས་ན་ཨ་ནི། GO ཨ་གོང་ལ། ད་ཁྱེད་རང་གིས་ཁོང་ཚོ་བལ་ཡུལ་ལ་འགྲོ་སོང།

ཡར་དག། ཕྱག་གི་སྐུ། ཕྱི་ན་ཁྱིམ་གྱི་བན་ཁྲི། ཏདེ་བན་ཀྲུ་ནེ་སྤོལ་ཁོང་ཚོ་བལ་ཡུལ་ལ་ཕྱིན་སོང་ཁོང་ཚོ་ད་ཞེ་ས་ཞུས་པས་ན་ཁོང་ཚོ་བལ་ཡུལ་ལ་ཕེབས་སོང། ད་ཞེ་ས་མ་ཞུས་པས་ན་ཁོང་ཚོ་བལ་ཡུལ་ལ་ཕྱིན་སོང། ད་ཕྱིན། ཚིག་འདི་ཡོད་གིན་ཡོད་གིན། ད་མེད་པ་ཡིན་ན་ད་ཁ་ཡོད་མ་རེད་ད། ཡོད་གིན་ཡོད་གིན། Dear Goat to Nepal ག་རེ་བྱས་ནས་ལབ་པོ་རེད། ད་འདི་འདྲའི་གོམས་གཤིས་ཡང་བོད་པའི་སྤྱི་ཚོགས་ནང་ལ་དཔལ་ཤུགས་ཆེན་པོ་ཆགས་ཤག། ཁོང་ཚོ་བལ་ཡུལ་ལ་འགྲོ་སོང། འདི་ཡང་ནོར་འཁྲུལ་རེད་ད་ང་ཚོའི་སེམས་ལ་ངེས་དགོས་ཡ། ང་ཚོའི་བོད་སྐད་ག་འདྲས་ཉམས་ཆག་འགྲོ་གི་ཡོད་རེད་ག་འདྲས་ཉམས་ཆག་འགྲོ་གི་ཡོད་རེད་ཟེར་ན། ཁོང་ཚོ་བལ་ཡུལ་ལ་ཕྱིན་སོང་ལབ་ཡག་གི་ཚབ་ལ་ཁོང་ཚོ་བལ་ཡུལ་ལ་འགྲོ་སོང། དེ་ང་ཚོ་དེ་འདྲ་ལབ་པའི་སྐབས་ལ་དོན་དག་ཧ་གོ་གི་ཡོད་རེད་དེ། ནོར་འཁྲུལ་རེད། དེའི་གཅིག་བྱས། དེ་ནས་ང་ཚོ་བོད་སྐད་རྒྱབ་པའི་སྐབས་ལ། ཨཱཁཱལས། ཡང་འདི་འདྲ་ལེགས་པོ་རེད། ད་རྒྱ་གར་ལ་འཚར་ལོངས་བྱུང་བའི་བོད་པའི་སྤུ་གུ་ཚོས། དེང་སང་ག་འདྲས་བོད་སྐད་རྒྱབ་ཀྱི་འདུག་ཟེར་ན། ང་ཡང་འགྲོ་གི་ཡིན། ང་ཡང་འགྲོ་གི་ཡིན། ལ་རྒྱ་གི་ཚབ་ལ། ང་པ་ནི་འགྲོ་གི་ཡིན། ད་ག་རེ་བྱས་ནས་པ་ནི་བེད་སྤྱོད་བྱེད་དགོས་རེད། ཡང་ལས་པ་ནི་ལ་རྒྱ་ལས་སླ་བ་འདུག་གས། ལས་སླ་བ་ཡོད་མ་རེད། ཡང་ཟེར་ན། Syllable གཅིག་རེད། པ་ནི་ཟེར་ན Syllable གཉིས་རེད། དེ་ནས་ང་ཡང་འགྲོ་གི་ཡིན་ལབ་ཡག་གི་ཚབ་ལ་ང་པ་ནི་འགྲོ་གི་ཡིན་ཟེར་གི་ཡོད་རེད་དེ་འདྲས་ཕ་མས་གི་བཀའ་མོལ་དེ་འདྲས་བླང་གནང་པ་ཡིན་ན་ཨ་ནི་དེ་ཕུ་གུ་ཚོའི་སེམས་ལ་འཇགས་ནས་ཨ་ནི་ཕུ་གུ་ཚོ་ཡང་ཁོང་ཚོ་ཁོང་ཚོ་པ་ནི་ཕེབས་སོང་ཟེར་ནས་དེ་ཡང་ནོར་འཁྲུལ་གཅིག་རེད་དེ་འདྲས་ཆུང་ཙག་ཆུང་ཙག་ཆུང་ཙག་དེ་འདྲས་ལ་ནོར་ནོར་གིན་ནོར་གིན་ནོར་གིན་ནོར་འཁྲུལ་ཆེན་པོ་གཅིག་ཆགས་གི་ཡོད་རེད་ད། ཕྱིན་ཆད་ད་པར་ནི་པར་ནི་ཟེར་ཡ་འདི་བོད་ཀན་བོད་པའི་སྤྱི་ཚོགས་ནང་ལ་དཔེ་ཤུགས་ཆེན་པོ་བེད་སྤྱོད་བྱེད་ཀྱི་འདུག་ཁོང་ཚོ་པར་ནི་བོད་པ་རེད་པར་ནི་མ་རེད་ཡང་པར་ནི་གི་ཚབ་ལ་ཡང་ང་ཡང་ཆུང་ཚག་རེད།

དོ་སྣང་ཞེ་དྲགས་མ་བྱས་པ་བཅས་ཨ་རིའི་ནོར་འཁྲུལ་ཆུང་ཆུང་དེ་འདྲའི་མང་པོ་ཡོང་གི་ཡོད་རེད། ནོར་འཁྲུལ་ཆུང་འཁྲུལ་ཆུང་ཆུང་དེ་འདྲའི་ཚིག་འབྲུ་གཅིག་ནང་ལ་གཉིས་གསུམ་བྱུང་པ་ཡིན་ན་དེ་སོ་སོའི་སྐད་དེ་ཉམས་རྒུད་གཏང་གི་ཡོད་རེད་ཞུ་གི་རེད་ཉམས་རྒུད་འགྲོ་གི་ཡོད་རེད་ཞུ་གི་རེད་ད། གང་ལྟར། བོད་སྐད་འདི། རྩ་ལག་ལ་སྒྲོ་ཡལ་གྱི་སྒོ་བཙུགས་པ་རེ་ཞུ་བར་བས། འདིའི་ཆེད། དེ་ནས་དེའི་ཆེད་ལ། ད་ཡང་འདི་འདྲའི་གསུང་མཁན་མང་པོ་འདུག། ཨ། ངས་ཀྱི། ངས། ངས་ཀྱི་ཁོང་ཚོ་ལ་ལབ་པའི་དེ་འདྲའི་གསུང་སྙན་དཔེ་མང་པོ་འདུག་ད་ཁྱེད་རང་ཚོ་བཀའ་མོལ་གནང་པའི་སྐབས་ལ་ཕལ་ཆེར་དོ་སྣང་ཡོང་གི་ཡོད་ཀྱི་མ་རེད། ཡིན་ནའང། ངས་ཀྱི། ངས་ཀྱི་ཁོང་ཚོ་ལ་ལབ་པའི་དེ་འདྲའི་གསུང་སྙན་དཔེ་མང་པོ་འདུག་ངས་ཀྱི་འདི་ཁྱེད་དྲ་རུ་བ།

ངས་ཁོང་ཚོ་ལ་ལབ་པ་ཡིན། ངས་ཀྱིས་ཁོང་ཚོ་ལ་ལབ་པ་ཡིན་དེ་འདྲའི་གསུང་མཁན་དཔེ་མང་པོ་འདུག། དེ་སོང་ཙང། དེ་ང་ལ་བྱེད་འཇུག་ཡོད་མ་རེད་བྱེད་འཇུག་མེད་ན་ས་འདི་དེ་བྱེད་སྒྲ་འདི་དེ་བྱར་སྒུག་གི་ཡོད་རེད་ཨ་ནི། ཀྱིས་སྒུག་གི་ཡོད་མ་རེད། ངས་ཁོང་ཚོ་ལ་ལབ་པ་ཡིན། ངས་ཁོང་ཚོ་ལ་ལབ་པ་ཡིན་ད་ང་ཚོས། ཨ་ཐེ། ང་ཚོ་གཅིག་པོ་མ་རེད་ཨིན་ཇི་ལ་ཨིན་ཇི་ལ་ཆ་བཞག་ནས་རེད། ཕ་རན་སི་སྐད་ལ་ཆ་བཞག་ནས་རེད། སྐད་ཆ་བཤད། ད་བཤད་སྟངས་འདི་དང་པོ་ཡག་ཤོས་འདི། བརྡ་སྤྲོད་ཞེས་གསུངས་སྐད་ཆ་བཤད Grammatically།

དེའི་ཕྱིར་ལ། ད་ཨིན་ཇི་ཀྱི་སྡུག་ཆགས་བརྒྱབ་མཁན་ཡོད་པ་སྤྱི་ཚོགས་ཚང་མའི་ནང་ལ་ཡོད་རེད། ད་ང་ཚོའི་བོད་པའི་ནང་ལ་ཡང་ད་ཡང། བོད་སྐད། ཏའི་ཙི་ཅིག་གི་སྐྱོ་པོ། དེ་འདྲའི་སྐྱོ་འགས། དེ་འདྲའི་སེམས་ཙང་ངོ་མ་ང་འདའི་ཁར་ས། གོམ་པ་དཀར་པོ་ལ་ལས་ཀ་བྱེད་པའི་སྐབས་ལ་གོམ་པ་དཀར་པོ་ལ་བོད་སྐད་བསླབ་པའི་སྐབས་ལ། ཨ་ནི་དགེ་རྒན་ཁ་ཤས་ཀྱིས། ད། དགེ་རྒན་ཁ་ཤས་ཀྱིས་བོད་པ་ཚོས་སྐད་ཆ་བཤད་པའི་སྐབས་ལ་ཉན་པར་བ། ཁོང་ཚོ་ཁ་ཤས་ཀྱིས་འགྲོ་སོང་ཟེར་གྱི་འདུག་ཁ་ཤས་ཀྱིས་ཕྱིན་སོང་ཟེར་གྱི་འདུག་བོད་སྐད་ལ་བརྡ་སྤྲོད་རྩ་བ་ནས་མི་འདུག་ཟེར་མཁན་དེ་འདྲ་ཡང་ཡོང་གི་འདུག། བརྡ་སྤྲོད་མེད་པ་མ་རེད། དེ་ངས་ཁོ་རང་ཚོ་ལ་ཞུས་པས། ཁྱེད་རང་ཚོའི་སྐད་ལ་ཡང་གཅིག་པ་རེད། ཁ་གསལ Grammatically Correct ཡོད་རེད། དེ་ནས་འདི་བྱས་ལ Accepted ཡང་ཡོད་རེད། དེ་ནས་ཡང་ཁ་གསལ་ཨིན་ཇིའི་སྐད་གོ་བརྡ་འཕྲོད་ཀྱི་ཡོད་རེད་དེ་བརྡ་སྤྲོད་བྱེད་གསུམ་རྒྱབ་ཀྱི་ཡོད་པ་རེད། འདི་འདྲ་རེད། ད་ང་ཚོས་ཕྱི་རྒྱལ་གྱི་སྐད། ཕྱི་རྒྱལ་གྱི་སྐད་ནས་ཚིག་གཅིག་གཉིས་ལེན་དཀོན་ཡག་གི་རྒྱུ་མཚན་གཙོ་བོ་གཉིས་ནས་ཡོད་མ་རེད་ད། སང་ཉིན་ཤོག་ཨོ་གོ་ད་ཡང། ད་ལྟ་ཀོང་པོ་དང་གསང་སྔགས་ཆུ་ནི་བདག་པོ། ཨ་ཨ་ནི་རྩ་རི་བ་དེ་འདྲ་ཡིན་ན། ཨ་ནི། སང་ཉིན་ཤོག་ལོ་ལབ་གི་མ་རེད། སང་ཉིན་ཤོག་ཨོ་ལབ་གི་རེད། ཨོ་དེ་སྐུལ་ཚིག་རེད། སང་ཉིན་ཤོག་ཨོ། ལྷ་ས་ལ་ཨོ་གོ་ཟེར་གི་འདུག་ཨ་ད་ཡིན་གྱི་མིན་གྱི་ཡ། ཨོ་མ་ལབ་ན་ཡང་འགྲིག་གི་སང་ཉིན་ཕེབས་ད། སང་ཉིན་ཕེབས་ཨ། དེ་ཚོ་ཡང་མ་ལབ་ན་འགྲིག་རེད་སང་ཉིན་ཕེབས། ལབ་ན་དེ་ཡང་ཀུན་གཙིགས་རེད། དེ་འདྲ་ཡིན་པ་སོང་ཙང། བཀའ་མོལ་གནང་པའི་སྐབས་ལ་ཕྱི་རྒྱལ་གྱི་ཚིག། བེད་སྤྱོད་གནང་དགོས་ཡ་ཡོད་མ་རེད་བོད་ཕྱི་བེད་སྤྱོད་གནང་པ་ཡིན་ན་དེ་རྒྱུན། དཔེ་ཆ་ནང་ལ་རྒྱུན་འབྱམས་གཟིགས་འདུག་རྒྱུན་འབྱམས་ཟེར་ན་ཏེ། གོམས་གཤིས་ཤུགས་ཆེན་པོ་ཆགས་ནས་དཔེར་ན་སི་མན་ཏི་ཡོད་རེད་པ། སི་མན་ཏི་ཆུ་དང་ཨ་ནི་རྡོ་དང་བྱེ་མ་དཀྲུག་དཀྲུག་བཏང་རྗེས་ད། ཁང་པ་གཅིག་བཟོས་པ་ཡིན་ན། ད་འདི་བཟོ་ད་འདི། བཟོས་པ་འདི་ནས་འགྱུར་བ་གཏང་ཐུབ་ཀྱི་ཡོད་པ་རེད། དབྱིན་ཇི་སྐད་ལ་ཕལ་ཆེར་འདི་འདྲ་གསུང་གི་ཡོད་པ་འདྲ། It will get cemented། ཟེར་ནས། རྒྱུན་འབྱམས་འབྲུག་རི་རྒྱུན་འབྱམས་པའི་འབྱམས་པ་ཡིན་ན། ཨ་ནི་སང་ཉིན་གནངས་ཉིན། འགྱུར་བ་དང་ཡག་ག་ལས་ཁག་པོ་ཡོང་གི་རེད། ཨ་ནི་བོད་སྐད་ཀྱི་ཐོག་ལ། ད་ཞུ་ཡ་དེ་ཙམ་ཡིན། ཨ་ནི་སང་ཉིན་མཇལ་ཡོང།